བོད་མི་མང་སྤྱི་འཐུས་སྐབས་བཅོ་བརྒྱད་པའི་དངོས་གཞི་འོས་གཞིའི་ལོ་རྒྱུས། ཐོབ་ཁུངས། མདོ་སྟོད། མིང། བེ་རུ་བཀྲ་ཤིས་དོན་གྲུབ། ཕ་ཡུལ། རྫ་ཆུ་ཁ། ད་ལྟའི་སྡོད་གནས། སྦེལ་ཀོབ། ད་ལྟའི་ལས་གནས། གསང་སྦྱོར་སྐྱིད་སྡུག་གི་ཚོགས་གཙོ། དམིགས་ཡུལ། རྒྱལ་ཞེན་དགོངས་མཐོར། ཆོལ་གསུམ་ཆིག་སྒྲིལ། རང་བཙན་འཐབ་རྩོད། ཤེས་ཚད། དང་པོ། བོད་དུ་ནང་ཆོས་ལ་མི་ལོ་བཅུ་གཉིས་ལྷག་སློབ་སྦྱོང་བྱས། གཉིས་པ། ཤེས་རབ་དགའ་ཚལ་སློབ་གླིང་དུ་དབྱིན་བོད་གཉིས་ལ་སློབ་སྦྱོང་གི་གོ་སྐབས་ཐོབ། གསུམ་པ། འཚེམ་དྲུབ་ཀྱི་ཉམས་ཞིབ་དང། ཚོང་ལས་ཟུང་འབྲེལ་གྱི་ཉམས་མྱོང་མི་ལོ་ཉེར་དྲུག་ལྷག་བསགས་ཡོད། བཞི་པ། པར་ལེན་དང། པར་དང། ཡི་གེ་བཟོ་འགོད་སོགས་ཀྱི་ཉམས་ཞིབ་དང། ཚོང་ལས་ཟུང་འབྲེལ་གྱི་ཉམས་མྱོང་མི་ལོ་བཅུ་བདུན་ལ་བསགས་ཡོད། སྤྱི་ཚོགས་ཞབས་ཞུ། བོད་ནས་གཞིས་དགོན་དུ་དཔེ་ཁྲིད་དགེ་རྒན་ལོ་བཞི་ལྷག་ཞབས་ཕྱི་ཞུས། རྒྱ་གར་དུ་སླེབས་ནས། ཆོལ་གསུམ་གསར་འབྱོར་དཀའ་ངལ་ཅན་རྣམས་ལ་དམིགས་ཏེ་གསར་འབྱོར་སྐྱིད་སྡུག་གསར་དུ་བཙུགས། རྒྱ་བལ་འབྲུག་གསུམ་གྱི་གསར་འབྱོར་བའི་དཀའ་ངལ་སེལ་ཆེད་དུ་དྭང་བླངས་སྤྱི་ཚོགས་ཞབས་ཕྱི། ལོ་བཞི་བྱས་ཡོད་པ་མ་ཟད། གསང་སྦྱོར་བོད་མིའི་སྐྱིད་སྡུག་ཚོགས་པ་དང། སྦེལ་ཀོབ་ས་གནས་བོད་ཀྱི་གཞིས་ནུ་ལྷན་ཚོགས། བདེ་སྐྱིད་སླར་གསོའི་རང་བདེན་ཚོགས་ཆུང། ལྷོ་ནས་རྫ་ཆུ་ཁའི་སྐྱིད་སྡུག་ཚོགས་པ་སོགས་ཚོགས་པ་ཁག་བཞིའི་ནང་ཚོགས་གཙོ་ལོ་བདུན་དང། ཚོགས་གཞོན་ལོ་བདུན་སོགས་མི་ལོ་ཉེར་དྲུག་ལྷག་སྤྱི་ཚོགས་ཞབས་ཕྱི་ཞུས་དང་ཞུ་མུས་ཡིན།